ཨོ་དྲི་མ་ཁ་དེ་ངས་ཨོ་ཐུག་རེ་བྱེད་འོན་ཏེ་ཟུག་པོ་ལ་ཡང་སྟག་གི་པགས་པ་དང་སྲིག་གི་པགས་པ་ལ་སོགས་པ་དེ་འདྲས་གོན་ཏེ་ངས་ཨོ་དེ་རེ་བྱེད་དེ་མགོ་ལ་ཡང་དག་ཐོད་པ་ལ་ཡང་ཅིག་ཚོམ་བུ་ལ་སོགས་པ་དེ་འདྲས་ཁྲག་ལ་སོགས་པ་དེ་འདྲས་བྱུག་བྱས་ནས་བསླད་ཡོང་ན་ཨོ་ཨོ་ད་བླ་མ་སྟོབས་ཆེན་པོ་ཅིག་དང་ནུས་པ་ཆེན་པོ་ཅིག་བསླད་སོང་ད་འདྲས་ཁོ་དང་དངོས་གནས་དྲ་ངས་ཏག་ཏག་སོས་ཐག་ཆོད་རེད་བསམ་པའི་གི་ད་སེམས་ན་ཡིད་ཆེས་འདྲ་ཞིག་ཡོད་རེད་བླ་མ་ཉམ་ཆུང་འདྲ་བོ་ཞིག་འདོན་བསྡད་པ་ན་ཨང་ད་དེ་ད་འདྲས་དེ་གི་ད་ཏག་ཏག་ཁོ་རང་ཕ་སོས་ས་རེད་འོ་ཟེར་ང་འདྲ་བོ་ཞིག་ས་མ་ཡོ་རེད་བ། བླ་མའི་འགྲེལ་ཚུལ་སུ་མེད་པ་སུ་ཡང་བག་ཞན་ནས་འདྲེ་བླ་མའི་བ་ཏག་ཏག་བཟོ་ས་རེད་བསམ་ཚོད་འདྲ་བོ་ཅིག་ད་ང་ཚོ་རྣམ་རྟོག་ཅིག་གི་མགོ་ཉོག་ཚ་དགོས་ཀི་རྣམ་རྟོག་མང་པོ་ཞིག་ང་ཚོ་བཟོ་རེ་ཡོད་རེད་དེ་ཞི་བ་ལགས་ཀྱི་དེ་འདྲེ་མ་རེད་འདྲེ་ངོ་མ་དེ་སྡང་ཟིང་དེ་རེད་རེད་འདུག་ཁོས་ང་ལ་གནོད་པ་བྱེད་ཀྱི་འདུག་ཁོས་ང་ལ་ཚིག་རྩུབ་བཤད་ཀྱི་འདུག་ཁོས་ང་ལ་བརྙས་བཅོས་བྱེད་ཀྱི་འདུག་བསམ་པའི་དགེ་བློ་ཆེན་ཆེན་ལོག་པ་དེ་འདྲེ་ངོ་མ་དེ་རེད་དེ་འདྲེ་ཡིན་པ་ཙམ་མ་ཡིན་པར་དེ་འདྲེ་ཆེན་པོ་རེད་གསུང་བ་རེད་འདྲེ་ཆེན་ཟེར་ནས་འོ་དེ་ལྟ་བུ་ད་ལྟའི་སྐབས་སུ་ལས་ང་རང་ཚོས། སྤང་དགོས་ཡ་དེ་ད་ལྟ་པར་གྲུ་རིམ་གྱིས་སོང་བ་ན་ཤིང་གི་དུས་རྟག་ཏུ་དམེ་ས་འཛིན། སེམས་ཅན་ཐམས་ཅད་ལས་བྱམས་པའི་གི་སེམས་ཀྱིས་བལྟ། སེམས་ཅན་ཐམས་ཅད་ལ་འཛུམ་པའི་མདངས་ཀྱིས་བསུ། ཨ་ནི་སྐད་ཆ་ཅིག་བཤད་པ་ཡིན་ན་ཡང་སྐད་ཆ་དེ་ཤི་ཞིང་དུལ་བ་བག་ཡོད་པ་ང་ཚོ་ཆོས་པ་ཟེར་ད་དེ་སྒུག་གི་ཡོད་རེད་དཔེ་ཆ་ནང་ལ་ཡང་ང་ཚོ་དུས་རྒྱུན་ཁ་སྐད་ལས་བཤད་ཀྱི་ཡོད་པ་ཐོས་དག་ཤི་ཞིང་དུལ་བ་སྒོམ་དག་ཉོན་མོངས་མེད་པ་ཟེར་ད་སྒོམ་དག་ཉོན་མོངས་མེད་པ་ད་ཕར་བཞག་ཞོག་དང་པོ་ཐོས་དག་ཤི་ཞིང་དུལ་བ་ཟེར་དེ་སྲིད་ཅིག་ནང་པའི་ཆོས་ལ་ཡང་སློབ་སྦྱོང་ཡོད་མཁན་ཅིག་གིས་སྟོན་པ་སངས་རྒྱས་བཅོམ་ལྡན་འདས་དེ་ཡིས་གསུངས་པའི་དམ་པའི་ཆོས་དེ་སྒྲུབ་པའི་གི་གྲོགས་འཕགས་པའི་གི་ནུས་ལ་དཀོན་མཆོག་རིན་པོ་ཆེ་རྣམ་པ་གསུམ་ལ་ང་ཚོའི་གི་བློ་གཏད།

གཞན་གྱིས་ཐོས་ཡོང་པའི་སྐབས་སུ་ལ་ཚིག་འདི་ཆོས་པ་ཞེས་གོ་ནས་རེ་ཞག་གསུམ་རེ་རེ་བར་སྤྲོ་བ་བྱོན་ཡོང་དགོས་པར་བ། ཚིག་གཅིག་བཤད་པ་ཡིན་ན་ཡང་ཐེངས་གཅིག་སེམས་ལ་ཨ་ཚིག་འདི་ཧོན་བླ་མ་དགེ་བའི་བཤེས་གཉེན་ཞིག་ཡིན་ས་རེད་ད་ཆོས་ཉམས་ལེན་ང་ཚོ་དུས་ཆེན་ཟེགས་ཡོད་པ་ཅིག་འགྲོ་སྟངས་བསྡད་སྟངས་འཇམ་པོ་པོ་འདྲ་ཅིག་ཡོད་པ་ཡིན་ན་ཨ་འུ་འདི་བྱང་ཆུབ་སེམས་པ་ཡིན་ས་རེད་ད་ཟ་ཁ་ཅིག་ཡོད་རེད་བ། བྱང་ཆུབ་སེམས་པ་ཡིན་མིན་འདི་གང་ཧ་གོ་གོ་མ་རེད་ད་ཡིན་ན་ཡང་ཅིག་རེད་དཔེ་མཚོན་ཡང་དེ་འདྲ་ཅིག་མཚོན་དགོས་ཡག་རེད་ད་དེ་མ་གཏོགས་སྐད་ཆ་བཤད་དུས་ཚངས་པ་ནས་ལམ་སང་ཆེ་བ་ཚིག་ཨ་ཆོས་ཁོ་ཕ་རོ་ཟ་རྒྱུ་སེ་སླེ་ཡོང་དུས་དེ་འདྲའི་ཆོས་པ་ཞིག་སླེ་ཡོང་ན། སེམས་ལ་ཡང་གཞན་གྱི་སེམས་ལ་སྤྲོ་བ་དང་དང་བ་འདྲེན་ཐུབ་ཀྱི་མི་འདུག་ག་དེ་འདྲ་ཡིན་དུས་ལུས་ཀྱི་ཐོག་ནས་ཡང་སྤྱོད་ལམ་ཞི་ཞིང་དུལ་བ། ངག་ནས་སྐད་ཆ་བཤད་ན་ཡང་དེ་ནས་ཅིག་ཞི་ཞིང་དུལ་བ་དེ་གཉིས་ཀྱི་རྩ་བ་དེ་སེམས་ཞི་ཞིང་དུལ་བ་རེད། སེམས་ཞི་དུལ་བག་ཡོད་དྲན་ཤེས་ཡོད་པ་ཡིན་ན་དེའི་སྟོབས་ཀྱིས་ལུས་ངག་ཡང་བག་ཡོད་པ་དང་དྲན་ཤེས་ནང་ལ་འགྲོ་ཐུབ་ཀྱི་རེད་བ་དེ་ལ་བརྟེན་ནས་ད་ད་ལོ་དེའི་ནང་ལ་གསུང་བ་འདི་ང་ཚོས་བཟོ་བཅོས་བཏང་ཡང་སྐད་ཆ་རེད་བ་བཟོ་བཅོས་བཏང་ཡང་ད་ཐོམ་པོ་དེ་ཚོ་སྤྲད་དེ་དབང་ཟེར་ཡ་འདྲ་བོ་དང་ཕྱག་ཆེན་རྫོགས་ཆེན་ཟེར་སྐད་ཆ་དེ་ཚོ་ད་ཏིག་ཕན།